ལྷན་ཅིག་རྣམ་པར་བཀྲ་ཤིས་བདེ་ལེགས་གནང་སྔ་མོ་སྔ་མོ་དཀོན་མཆོག་གིས་ནམ་མཁའ་དང་ས་གཞི་བཀོད་པ་དང་ས་གཞི་ནི་སིད་ནྷིའི་རྒྱལ་པོ་དང་ཕེ་སོང་ཚོགས་པ་ཡོངས་དག་པ་ཡོད་པ་རེད་སྐབས་དེ་དེའི་གདུང་རིང་ཞིག་ས་གཞི་ལ་ཡོང་བ་རེད་མི་རྣམས་ཀྱིས་དཀོན་མཆོག་གི་བཀའ་ལ་མ་སྲུང་པར་གདུང་རིང་ཞིག་ལས་ངན་བྱེད་རྗེས་ལ་སེང་ཐག་བཅད་ནས་དེ་འདྲ་སོང་ཙང་འཛམ་གླིང་འདིའི་ནང་དུ་སྡུག་བསྔལ་དང་དཀའ་ངལ་ཡོང་བ་རེད། ལོ་རྒྱུས་དེ་ནི་དམ་པའི་གསུང་རབ་ཅེས་འགོད་པ་ནང་དུ་ཡོད་མ་རེད། ཡིན་ན་ཡང། དམ་པའི་གསུང་རབ་ཅེས་མདོག་འདྲ་མིན་སྣ་ཚོགས་ནང་དུ་ཡོད་ཙང་ངས་ཁྱེད་རང་ཚོ་ལ་གསལ་བཤད་བྱེད་ཀྱི་ཡིན། དཀོན་མཆོག་གིས་ནམ་མཁའ་དང་ས་གཞི་བཀོད་པ་མ་ཟད་ཕུ་ནག་རྣམས་ཀྱང་བཀོད་ཡོད་པ་དང། དཀོན་མཆོག་ནི་ནམ་མཁའི་རྒྱལ་སྲས་ནང་དུ་བཞུགས་ཡོད་པ་དང་ཕུ་ནག་རྣམས་ཁོང་དང་མཉམ་དུ་ཡོད་པས། དེ་ནི་ཕུ་ནག་གཅིག་གི་ལོ་རྒྱུས་ཡིན་པས་ཕུ་ནག་དེའི་མིག་ལ་ལོ་སི་ཕ། རེད། ལུ་སི་ཕར་ཟེར་བ་ཕུ་ནག་དེ་ནི་ཡང་དག་པ་དང་སྙིང་རྗེ་བོ་ཤེས་རབ་ལྡན་པ་ཞིག་ཡོད་ཙམ་དཀོན་མཆོག་གིས་ཁོང་ལ་ཕུ་ནག་རྣམས་ཀྱི་འགོ་ཁྲིད་བསྐོས་པ་རེད། དཀོན་མཆོག་གིས་ལུ་སི་ཕར་བསྐོས་པའི་སྐབས་སུ་ཁོང་ལ་སྡིག་པ་གང་ཡང་ཡོད་མ་རེད་ཡིན་ན་ཡང་ཁོང་ཕུ་ནག་རྣམས་ཀྱི་འགོ་ཁྲིད་བྱ་བའི་སྐབས་སུ་ཁོང་ལ་བསམ་བློ་ངན་པ་ཞིག་འཁོར་བ་རེད། ཁོང་གིས་གསང་ལུགས་ངན་པ་འཁོབ་པ་དེ་ནི་དཀོན་མཆོག་གི་བཀའ་མ་རྣམས་ཀྱི་སྟེང་དུ། ངས་སོ་སོ་རང་ཉིད་ཀྱི་བཞུགས་ཁྲི་བཞག་པ་དང་ང་བླ་ན་མེད་པའི་དཀོན་མཆོག་ནང་བཞིན་བྱེད་དགོས་ཞེས་བསམས་པ་རེད། དེ་ནས་ནང་གི་རྒྱལ་སྲས་ནང་དུ་འཕོ་ན་བརྒྱ་ཆ་སུམ་ཅུ་སོ་སོ་ཡིས་དཀོན་མཆོག་ལ་ངོ་ལོག་བྱས་ནས་ལུ་སི་ཕ་གནམ་དུ་འགྲོ་པ་དང། དེ་ནས་དཀོན་མཆོག་གི་འཕོ་ན་དང་ལུ་སི་ཕ་ཡི་འཕོ་ན་བར་དུ་ནང་གི་རྒྱལ་སྲས་ལ་དམག་འཁྲུག་འགོ་བཙུགས་བ་རེད། དཀོན་མཆོག་གིས་ལུ་སེ་ཕཱ་དང་ཁོང་གི་ཕོ་ནག་རྣམས་མ་སཱ་སྟེང་ལ་གཡུགས་པ་རེད། དཀོན་མཆོག་གིས་ལུ་སེ་ཕཱ་ལ། ང་ཁྱེད་རང་ལ་ངུ་ཚ་གིན་འདུག་ཁྱེད་རང་ངའི་ཡིན་ཏན་ནི་ཕག་གཡུག་གི་ཡིན། ཁྱེད་རང་རྫིག་པོ་ཡིན་བསམ་ནས་སོ་སོ་ཡི་སེམས་ལ་སྤོབས་པ་བསྐྱེད་པ་དང་གཟི་བརྗིད་ཆེན་པོ་ཡིན་བསམ་ནས་སོ་སོ་ཡི་ཤེས་རབ་དེ་འཕྲོ་བརླག་བཏང་ཡོད། ད་ངས་ཁྱེད་རང་སཱ་སྟེང་ལ་མ་གཡུག་གི་ཡིན་ཞེས་གསུངས་པ་རེད།